ལ། དེ་ནང་བཞིན་སྐད་འཕྲིན་ནང་རྩ་དང་དངོས་གནས་ཧ་ཚང་ངེད་ཅག་ཁོ་རང་བོད་ཡིག་དགེ་རྒན་ཅིག་ཡིན་ས་རེད་དེ་ནས་ཅིག་ལོ་བཅོ་ལྔ་བཅོ་ལྔ་ནང་ནས་མང་དོན་གླེ་བཞག་ད་ལོ་བཅོ་ལྔ་ལ་ནང་ནས་སོ་སོ་མི་ཚེ་ཡི་རིལ་བུ་གཅིག་གི་ད་གང་བྱེད་ད། མང་ཚོགས་ཀྱི་བརྒྱ་ཆ་ཡི་བཀོད་ན་མི་ཚེ་ཕྱེད་ཀ་ཕྱེད་ཀ་དེ་བཅོ་ལྔ་ནང་སྐྱེལ། དེ་འདྲའི་གི་ད་ལྟ་བོད་ནང་གི་གཞིས་བྱེས་བོད་ཀྱི་སེམས་ཤུགས་དང་ཁོ་རང་ཚོ་གི་ལ་རྒྱ་དང་ཁོང་ཚོ་གི་ནུས་པ་དང་དད་པ་དང་རྒྱ་བ་རིན་པོ་ཆེར་བརྩེ་དུང་དང། གཅིག་ཐུགས་ནམ་ཡང་ངོ་ཚོགས་ཀྱི། ལོ་དྲུག་ཅུ་མོག་ལོ་བདུན་ཅུ་ཡིན་ན་རེད་ལོ་གཅིག་ཐོག་ཡིན་ན་དེ་རིགས་ཀྱི། ཆགས་ཀྱི་མ་རེད་བསམ་གྱི་འདུག་དེ་ཡིན་ན་ཡང་ང་ཚོ་བཙན་བྱོལ་ནང་ལ་བསྡད་པའི། ཕྱི་ནང་གཉིས་ཀའི་གོ་བ་ཚང་མ་དངོས་གནས་ཁོ་རང་ད་ཡིན་ན་དུས་ཚོད་སླེབས་བཞག་ང་ཚོ་ཆབ་སྲིད་དེ་འདྲའི་ཐོག་ལ་ཚམ་ཚམ་ཡར་མར། ལྟ་བ་ལངས་ཕྱོགས་ག་རེ་ག་རེ་ཡིན་ན་ཡོང་གི་སྲིད་ཀྱི་རེད་དེ་འདྲའི་གཅིག་དེ་སྤྱི་ཆབ་སྲིད་ཀྱི་འགྲོ་སྟངས་རེད་ཡིན་ན་ཡང་ང་ཚོ་དངོས་གནས་ད་ཀུན་ཡང་དེ་དང་བོད་ནང་ལོགས་ཀྱི་དངོས་གནས་ཤི་ལི་རྒྱ་ཆུའི་མི་མང་དང་རྒྱ་བ་རིན་པོ་ཆེ། ད་བར་གྱི་ཡང་དགུང་ལོ་དགུ་བཅུ་ད་ད་ལན་ང་ཚོ་དགུ་བདུན་གྱི་དུས་རེད་ཅིག་སྲུང་བརྩི་བྱེད་ཡག་དུ་ཚུར་སླེབས་ཀྱི་ཡོད་རེད། དེས་ན་ཡང་ད་སེམས་ཕམ་ཆེ་ལ་ད་ད་ལན་བོད་པའི་ནང་ཁུལ་གྱི་སོ་སྨྱོ་ཆུང་ཆུང་དེ་ལ་ཁས་འཆེ་དུས་ཚོད་མང་པོ་འཕྲོ་བ་དང་དེ་ན་ཞིག་ཅིག་སྲིད་སྐྱོང་མེད་ན་རེད་ཕྱི་དུས་ན་དེ་འདྲའི་འོ་ཞོ་གི་ཆ་མེད་ཆུ་ངན་དེ་ཚོ་ལ་ཐོམ་ཆེ་བོད་ཀྱི་ས་དོན་བརླག་ན་ང་ཚོ་མི་རིགས་ཀྱི་ཞབས་འདྲེན་རེད་ལ་ང་ཚོ་མ་འོངས་པའི་ཤི་ལ་ཡང་ང་ཚོ་དངོས་གནས་ཁོ་རང་སེམས་པ་སྡུག་ཡ་རེད་ང་ཚོ་ལས་གྲུབ་འབྲས་ད་གི་མ་རེད།

ཚང་མ་དེ་ལྕགས་རྫུན་རེད་ཟེར་བ་དེ་ཅིག་ཞུ་རྒྱུ་བྱུང། དེ་འདུག་ག་ལ་ད་ལན་ཁྱེད་རྣམ་པར་རིག་པ་བསྒྲིམ་བློ་བསྒྲིམ་ད་ལྟ་དབུ་མའི་སྐོར་བརྗེ་རུ་ཐལ་ཡོད་མ་གདའ། ང་ཚོ་བོད་རྒྱལ་ཁབ་ཀྱི་མི་རིགས་ཀྱི་རྩིས་ན་ང་ཚོ་བླ་ཆེན་གྱི་མི་རིགས་རེད། དེ་འདུག་ག་ལ་ང་ཚོ་དུས་ཚོད་གཅིག་ལ་ང་ཚོ་གི་རྒྱ་ནག་དབང་འདུས་ཡོད་རེད་སོག་པོ་དབང་འདུས་ཡོད་རེད་དེ་འདུག་ག་ལ་ང་ཚོ་མི་རིགས་དེ་འདྲའི་བླ་ཆེན་དེ་འདུག་ག་ལ་ད་ལན་དབུ་མའི་སྐོར་ང་གི་ལག་ནས་ཐལ་མོ་བསྒྲེང་ད་ལན་མཐའ་མཚམས་དེ་ལ་ངས་ཞུ་གི་ཡོད་ཁྱེད་རྣམ་པ།